བྱས་འདུག་གང་ལགས། ཤོག་ཚུགས་ལ་ཆེད་མངགས་དོ་ཡ་འཁྲུག་ཆ་ཐེ་ཡ་བྱས་དུ་སོང་གི་ཡོད་ན་ངེད་ཀྱིས་ཇུས་གཏོགས་མ་གནང་ཟེར་ན་སོང་གི་འདུག་ཟེར་ན་སོང་གི་འདུག་དེ་དེ་གཟིགས་ན་ཕྱིན་གི་རེད་ཟེར་ནས་ཞུས་ཡ་ཡིན་ཨང་དེ་ལས་པ་བི་ཏཱ་གི་ཏཱ་གི་ལས་རིགས་གནང་ཤག་འགྲོ་གི་ཡིན། བཙན་བྱོལ་ཕྱོགས་ཁྲོད་དུ་མུ་མཐུད་ནས་སོང་ན་ན།
པ་འདི་ཚོགས་སུ་ཞུགས། ལས་རིམ་རྣམ་བཞག་གི་གནས་སྟངས་རྫོགས་ག་བ་གླེགས་ཡོད་མེད་མགོ་ཚོས་མི་འདུག་ད་གལ་སར་གྲོས་ཚོགས་ནང་ལ་མང་པོ་གསུངས་སྟེ། ཡང་ནས་ཡང་དུ་གྲོས་ཚོགས་འདི་ནང་ལོགས་ལ་ཡང་འགྲོ་ལུགས་འགྲོ་སྟངས་ལ་རྩིས་མེད་དང་མཐོང་ཆུང་སྣང་མེད་དེ་འདྲའི་སྣང་ཡ་འདི་ཡག་པོ་ཨ་ཡོད་ན་བསམ་གི་འདུག།

དེ་ཞུ་ཡག་ཡིན་ལས་རིགས་བླང་བྱ་བཏོན་ཡག་གི་ཐུགས་ཐོང་ཆ་ཚང་ཡོད་རེད་ཁྲིན་འགྲེལ་བྱེད་དང་མཐུན་པའི་ཐུགས་ནས་བཏོན་གི་ཡོད་སེམས་ཞུ་ཡག་ཡིན། བཀུར་འོས་ཕྱི་དོན་རྣམ་པ་སྟེ་དགོངས་པ་བཞེས་གལ་གལ་ཆེན་པོ་འདུག་དེ་འདི་ལས་རིང་རྣམ་རྒྱག་གསུངས་ཡོང་དེ་འོང་ཐད་ཀར་ཚོགས་གཙོའི་སྟངས་འཛིན་བྱས་ནས་སྒྲིག་གཞི་ལུང་འདྲེན་བྱས་དོན་ནི་འདི་གནས་བབ་བདེ་གི་མི་འདུག་ང་ཚོ་འདི་ལམ་ལུགས་འདྲ་བོ་ཇི་བཞིན་ཚར་བ་འདྲ་ད་གྲོས་ཚོགས་འདི་ནས་དེ་འདི་ཨ་ནི་ཁ་ཐུག་དེ་བཅོས་ཐུག་མི་འདུག་དེ་འདི་ནི་དཔལ་ལྡན་སྲིད་གཞུང་མཆོག

ད་མི་སྒེར་པ་གཅིག་དང་རྩ་དོན་ཐབས་རྩལ་བྱེད་མཁན་གཅིག་གི་ཐོག་ནས་བལྟས་པ་ཡིན་ན། ད་རྒྱབ་ལོག་ནས་ལམ་སྟོན་བྱེད་མཁན་གཅིག་དེ་རྫབ་ཆེན་པོ་ཞེ་དྲག་རེད་སྐད་ཆ་དེ། སྲིད་སྐྱོང་ལ་ཡིད་ཆེས་མེད་ཟེར་གི་ཡོད་རེད་ད། བཀའ་ཤག་ལ་ཡིད་ཆེས་མེད། དོགས་པ་དེ་འདྲ་གཅིག་ཡོད། དེ་ཡང་རྒྱབ་ལོག་ལ་ཡོད་དེ་རིའི་ཕ་ཅོག་ཟེར་གི་ཡོད་རེད་ད་རིའི་ཕ་ཅོག། རྒྱ་ནག་གི་སྲིད་སྐྱོང་ལ་བསྐུལ་རྒྱུ་བྱེད་ཀྱི་འདུག་དོན་དུ་རེད། དེ་གསུང་གི་ཡོད་རེད་པ། ད་དེ་ཚོ་གཟབ་གཟབ་གནང་དགོས་ཀྱི་རེད་མ་གཏོགས་ཅིག་གིས་དོགས་པ་ཡོད་ཟེར་ནས་གསུངས་སོ། དེ་ཡིན་ཟེར་ན་ད་དོགས་པ་ཡོད་པ་ཡིན་ན་རྩད་གཅོད་བྱེད། ཨ་ནི་དཔང་རྟགས་སྟོན་ཡོད་པ་ཡིན་ན། རྐུབ་ལྕགས་དེ་གློད་བྱེད་ལམ་སང་འགྲོ་ཆོག་པ་བྱེད། དེ་མིན་པ་ཡིན་ན། གྲོས་ཚོགས་ར་བ་འདི་ནང་ལོགས་ལ། བཀའ་མོལ་ག་རེ་གསུངས་པ་ཡིན་ནས་འགན་ཁྱེད་ཀྱིས་གསུངས་དགོས་གི་རེད་མ་གཏོགས་ཅིག་འགན་མ་ཁྱེད་ཀྱིས་གསུངས་པ་ཡིན་ན། འདིས་སྤྱི་ཚོགས་ལ་ཕན་གི་འདུག་གནོད་གི་འདུག་སོ་སོ་རང་དགོངས་པ་བཞེས་དགོས་ཡག་གནས་སྟངས་ཅིག་ཆགས་ཀྱི་ཡོད་རེད། ཞེས་དེའི་དགེ་རྒན་ལྷ་རོང་པ་གོ་བློ་བཟང་ཕེ་ནེ་ལ་ལས་རིན་ནམ་རྒྱ་སོང་ན། ལས་རིན་གནང་ཤག། ད་ལྟ་ད་རང་ང་རང་གིས་ཞུས་པའི་བཀའ་མོལ་དུས་ཚོད་གང་གཱ་གའི་ཐོག་ལ་ཡ་གའི་ཁུག་གུག་གི་ཡོད་པ་དང་གནས་སྟངས་དེ་གའི་ཐོག་ལ་གྲོལ་གི་ཡོད་རེད། ངས་འདི་ནང་ལུགས་ལ་ཞུ་བ་དེ་སྲིད་སྐྱོང་དགེ་ལས་ནག་ནག་དང་དེ་འདྲ་གང་ཡང་མིན་པའི་ཐོག་ནས་དཔུང་རྟགས་ཡོད་པའི་ཐོག་ནས། དང་པོ་ཡར་ལངས་དུས་རྒྱ་གར་གསར་འགྱུར་ནང་ལུགས་ལས་ཐན་ཡ་ལིའེ་ཕ་ཡི་གི་བཏང་གི་མེད་ཟེར་ནས་གསུངས་ཡོད་རེད་གསུངས་ཡོད་མ་རེད་དེ་དཔུང་རྟགས་ཡོད་རེད་ད། གཉིས་པ་དེ་ར་ཤི་ཡས་དེ་ནང་ལུགས་ལ་གོང་ས་སྐྱབས་མགོན་ཆེན་པོ་ཆུ་རྒྱ་ནག་ལ་ཡོད་སྲིད་གི་ཆེད་དུ་ཁྲིད་དགོས་རེད་ཟེར་བཤད་ཡས་བཤད་མ་དཔུང་རྟགས་ཡོད་རེད་ད། མའི་རྟ་བོང་ལ་ང་འགྲོ་དགོས་མེད་གསང་ཤེས་ཡིན་ཟེར་ཏེ་དཔུང་རྟགས་ཡོད་བ་རེད་ད་ང་ཐད་ཀའི་དོགས་པ་སླེབས་སོང། ཞོལ་དེ་རེད། འོ་དེ་དུས་ཚོད་དྲངས་དུས་ཆུ་ཚོད་དྲུག་ཐེབས་པའི་སྐད་ཆ་མེད། དེའི་གི་གཅིག་ངས་དེང་སེམས་ག་རེ་ཞུས་པ་རེད་གང་བྱུང་དཔལ་འབྱོར་ཞོར་ཞུ་ཁང་སྒོ་རྒྱག་སྟངས་དང་ཆེད་ལས། དང་བླངས་ཆེད་ལས་སྒོ་རྒྱག་སྟངས་ལྷ་མཐོང་དཔའ་ཁང་སྒོ་རྒྱག་སྟངས་དུས་ཚོད་བཏགས་པ་ན་དོགས་པ་དོགས། དེ་གི་ཐོག་ལ་ཡང་ད་ལྟ་དོགས་པ་སྐྱེས་ཏེ་པེ་སི་ཏིང་སི་ཡ་དེ་གོང་ས་མཆོག་གིས་བཞག་དགོས་རེད་ཟེར་ནས་བཀའ་ཤག་གོང་མ་ལ་གསུངས་ཡོད་རེད་དེ་རྒྱ་ནག་ཨོ་ལན་པིའི་རྩེད་ཁ་ལ་ཡང་ལས་གཞི་དུ་ཚུར་དྲངས་ཏེ་སྤྱང་སྤྱང་ཚང་ནས་བདེ་ཐང་ལ་བལྟ་བ་ཡིན་ན་དོགས་པ་ཟ་སོང། དོགས་པ་སེལ་ཡག་གི་བཀའ་མོལ་ཡོད་པ་ཡིན་ན་དོགས་པ་སེལ་འགྲིག་གི་རེད་ཟེར་སྙན་ཐོ་གོང་ནས་ཞུས་པ་ཡིན། པོ་ཏི།